ཨོ་བཀྲ་ཤིས་བདེ་ལེགས། ཨ་ནེ་ངའི་ནང་བསྟན་དཔེ་ཚོགས་བསྟན་གནས་སམ། ཨ་ནེ BDRC གི་ཚོགས་པ་དེ་གི་དྲ་ཚིགས་གསར་པ་གི་ནང་ཉི་ད་ཨ་ནེ་དཔེ་ཆ་ཕབ་ལེན་བྱེད་སྟངས་གི་སྐོར་ནས་ངོ་སྤྲོད་རྩིས་ཚིག་ཡེ། ཨ་ནེ་དཔེ་ཆ་ཕབ་ལེན་བྱེད་པ་ལ་ང་ཚོས་ངེས་པར་དུ་ཐོག་མར་སྒྲུབ་དགོས་པ་དེ་ནི་ག་རེ་རེད་ལབ་ན། ཨ་ནེ Register དང་ཡང་ན Log In ཟེར་རྒྱུ་དེ་འདྲ་སྐོར་རང་དུ་ཅི་གུག་འདུག་ཟེར་གི་གུག་ཡོད་རེད། ཨ་ནི་དང་པོ་དྲ་ཚིགས་ཀྱི་སྐད་ཡིག་འདི་ནི་སྐད་ཡིག་སྟེ་ང་བོ་སྐད་གོ་དོ། དེ་ནས་འདི་ན་ཐོ་འགོད་དང་ནོངས་འཚེར་ཟེར་ཡ་གཉིས་གོ་རང་གཉིས་ཡོད་པའི་ནང་ནས་ངས་སྔ་མ་ཐོ་འགོད་ཅིག་ཚར་སོང་བ་རེད་དེ་འདྲ་ཡིན་དུས་ན་ང་ནོངས་འཚོ་ཟེར་རྒྱུ་དེ་འདེམས་གི་ཡིན། ཨ་ནི་ད་ངས Google གྱི་ཁ་བྱང་གི་ཐོག་ནས་ནོངས་འཚོར་བྱེད་ཀྱི་ཡིན། དེ་ནས་ད་ངས་འདི་འདེམས་གི་ཡིན། འོ་འདི་ད་ནོར་འཛོལ་གྱིས་ཚར་སོང་བ་རེད་ཨ་ནི་འདི་ན་ང་ནོར་འཛོལ་གྱིས་ཚར་སོང་ཨ། འོ་དེ་འདྲ་ཡིན་དུས་ན་ད་ང་ཚོ་གི་དཔེ་ཆ་ཚད་དགོས་ཀྱི་ཡོད་ར་ད་ངས་ཚད་གསར་གི་ནང་ཡང་འདེམས་ཁ་ཁ་ཤས་བྱོས་དུས་ན་ངས་བརྩམས་ཆོས་ཟེར་བ་དེ་འདེམས་དགོས་ཨ་ནི་དེ་ནང་ཉི་ད་ང་དགོས་ཡ་དེ། བཤམས། བཤམས་ཆུ་དེར་ངས། དེ་ངས། ཨ་ནི་ཨན་ཐེར་གྱི་རྣམ་པ་ན་ཡིན་ན་ཚད་ཡིན་དགོས་རེད།

ཨ་ནི་དེ་འཛུལ་འགྲོ་གི་དེ་ནི་དཔེ་ཆ་ཡང་བསྐྱར་དཔེ་ཆ་རེ་རང་གི་སྒང་ན་བྱུགས་ན་འབའ་ཡིན་ན་ཨ་ནི་ཡང་བསྐྱར་ནང་འདི་འཛུལ་འགྲོ་གི་འདུག་ཨོ་དེ་ད་ང་ཚོ་ཕག་ལེན་ཤེས་ཚར་གི་ས་ཆ་དེ་ལ་སླེབས་སོང་བ་རེད། ཨ་ནི་ད། འདི་འདི་ན་ཤེས་པར་ཕབ་ལེན་ཟེར་གྱི་བྱུགས་བྱུགས་ཏི་གི་སྒང་ལ་ཅིག་བསྣན་པ་ཡིན་ན་ཨ་ནི་ད་ང་ཚོ་ཕག་ལེན་ཤེས་ཚར་གི་ཨ་ནི་འདམ་ཁ་རིགས་མ་འདྲ་བ་གཉིས་སྟེང་གི་སྟོན་ཡིན་གི་འདུག་ཨ་ནི་ཨོག་མ་དེ་ཡིན་ཟེར་གི་འདི་གི་འདི་གི་པར་དེ་ཚོ་རེ་རེ་རེ་རེ་བྱས་ནས་ཁ་འཐོར་ཏེ་བྱུགས་ཕབ་ལེན་བྱེད་ཡོང་གི་རེད།

ཡིན་ན་ཡང་ང་ལ་ཀར་དགོས་རེད་ལབ་ན་ཤོག་ཆ་དེ་དཔེ་ཆ་ཆ་ཚང་ཕར་ལེན་བྱེད་དགོས་གོ་དེ་ན་འདི་དང་འདི་གི་སྒང་ལ་ཧྥུའུ་ལ་སེ་ཨ་བརྗོད་རྒྱུ་དེ་ཅི་མནན་པ་ཡིན་ན་ཨ་ནི་ཆ་ཚང་ཕར་ལེན་བྱེད་དགོས་རེད་ཨ་ནི་ད་དེ་ཕར་ལེན་བྱེད་པ་ལ་འདི་ནི་ཁྱེད་རང་གི་དྲྭ་རྒྱ་གི་ཤུགས་ཆེ་ཆུང་དང་ཨ་ནི་དཔེ་ཆ་ཆེ་ཆུང་ལ་རག་ལས་ནས་དེ་དུས་སུ་འགོར་སྲིད་པ་རེད་ཡིན་ན་ཡང་ང་མགྱོགས་པོ་བཟོ་སོང་ཨ་ནི་དེ་སྒང་ལ་ཅི་མནན་པ་ཡིན་ན། ཨོ་འདི་ཐད་ཀར་ཕག་ལེན་བྱེད་དགོས་རེད། འདི་ཁོ་རང་གི་ཕག་ལེན་བྱེད་བཞིན་པ་རེད་འདུག་ཨ། ཨ་ནི་ཁྱེད་རང་ང་དྲ་རྒྱ་ཤུགས་ཆེན་པོ་ཡོད་པ་ཡིན་ན་ལམ་སོང་ཚར་གི་རེད། ཨོ་འདི་ཕག་ལེན་བྱེད་ཚར་སོང་ཨ། ཚར་སོང་འདི་ན་ད། འདི་ལ་ཅིག་འདུག་ཨ་འདི། མདང་དགོད་དྲ་ཇུས་ཀྱི་ཏི་གང་ལགས་ཀྱིས་བསྣན་པ་ཡིན་ན་དེ་ནི་འདི་ནང་ལ། Xiao and Fouder ཟེར་གྱི་ཏི་ནང་ལ་བསྣན་པ་ཡིན་ན་ང་ཚོ་གི་བར་སྣོད་ཀྱི་ནང་ལ་ཀ་བ་ཕག་ལེན་བྱེད་ཡོད་ན་དེ་ན་གདན་ཞུས་ལ་དགོས། ཏི་གི་གང་ལགས་ཀྱིས་བསྣན་པ་ཡིན་ན། འོ་དེ་རེད་ད་ཁྱེད་རང་གི་ཕ་ལན་གཅིག་ཚར་སོང་བ་རེད་དང་ལོག་ལན་ན་ཕ་ལན་གཅིག་ཚར་སོང་བ་རེད་ཕ་ལན་གཅིག་ཚར་གི་ས་སྐྱ་དེ་ག་བ་རེད་ལབ་ན་སྦྲང་ལོག་འདྲ་ཡོད་ཟེར་རྒྱུ་འདུག་དེའི་སྡེ་ཚན་གྱི་ནང་ལ་ཕ་ལན་བྱེད་འདུག་བ་འོ་དེ་རེད། ཨ་ནི་ད་ཕ་ལན་བྱེད་སྟངས་གི་འགྲོ་སྟངས་དེ་འདི་དང་གཞན་པ་དེ་ཚོ་ཚང་མ་གཅིག་གྱུར་རེད་དེ་འདྲ་ཡིན་དུས་ན་དེ་འདི་གི་ལ་རིགས་འགྲེ་བྱས་ནས་ད་གཞན་པ་དེ་ཚོ་ཕ་ལན་བྱེད་ཤི་བར་གྱིས་ཟེར་ནས་དེ་གི་རེ་བ་ཞུ་གི་ཡོད་ཐུགས་རྗེ་ཆེ།